བྱང་དཀར་ཡས་མཚོན་ན་ཁོ་ཚོས་རྒྱ་ནག་གི་ངོས་ནས་དཔལ་འབྱོར་གྱི་རྒྱབ་རྟེན་ཡོང་རྒྱུའི་རེ་བ་བྱེད་ཀྱི་ཡོད་པ་དང། རྒྱ་ནག་གི་ངོས་ནས་བལྟས་ན། ཁོ་ཚོས་ཀོ་རི་ཡའི་པེ་ནིན་སི་ལཱ་ཡང་ན་ཀོ་རི་ཡའི་ཕྱོགས་གསུམ་རྒྱ་མཚོས་བཏུམས་པའི་ས་ཆ་དེ་ལ་ཤུགས་རྐྱེན་མུ་མཐུད་ཡོང་རྒྱུའི་ལྷན་སྐྱེས་ཁམས་དང། ཐོག་མར་འཛམ་གླིང་ཤེས་རྟོགས Tibet Global Insights ལ Subscribe གནང་རྒྱུའི་རེ་བ་ཞུ་རྒྱུ་ཡིན། ངས་འཛམ་གླིང་གི་གསར་ཁང་ཁག་གི་གསར་འགོད་སྙན་ཐོ་ཁག་གཟའ་ཟླ་བ་ནས་པ་སངས་བར་ཉིན་རེར་རེ་རེ་ཕུལ་གྱི་ཡོད་པས་དེ་རིང་གི་གསར་འགོད་སྙན་ཐོ་དེ་ནི་ཨལ་ཇི་ཛི་རེ་ཡཱ་གསར་ཁང་ནས་བཏོན་པར་ཁོང་ཚོས། རྒྱ་ནག་གི་འགོ་ཁྲིད་མཐོ་རིམ་མི་སྣ་ཝང་ཧིན་ཡོང་ཟེར་བར་ཁོང་བྱང་ཀོ་རི་ཡ་ལ་ཕྱིན་ཏེ། རྒྱལ་ཁབ་གཉིས་བར་གྱི་འབྲེལ་བ་བཟང་དུ་གཏོང་བའི་སྐོར་གྱི་གནས་ཚུལ་གསར་འགོད་སྙན་ཐོ་ཞིག་འདུག་པས་དེ་རིང་གི་ལས་རིམ་ནང་གསར་འགོད་སྙན་ཐོ་དེ་ཡིས་སྙིང་བསྡུས་ཞུ་རྒྱུ་ཡིན་པས་ཚང་མས་གསན་རྒྱུ་སྤྲོ་བོ་ཡོང་བར་ཞུ། གནས་ཚུལ་དེ་ནི་དེ་རིང་ཉིས་སྟོང་ཉི་ས་དྲུག་ཟླ་བ་བདུན་པའི་ཚེས་བཅུ་དྲུག་ཉིན་ཨལ་ཇཱ་ཛི་རི་ཡའི་གསར་ཁང་གི་གསར་འགོད་སྙན་ཐོ་དེའི་ནང་རྒྱ་ནག་གི་འགོ་ཁྲིད་ཝང་ཧུན་ཡུང་ཟེར་བ་ཁོང། བྱང་ཀོ་རི་ཡའི་རྒྱལ་ས་པུན་ཡོང་ལ་ཕྱིན་ཏེ། ཇོ་ཡོང་ཝང་ཟེར་བས་ཆེས་མཐོའི་གི་བྱང་ཀོ་རི་ཡའི་འགོ་ཁྲིད་ལྷན་དུ་ཐུག་འཕྲད་བྱས་ཡོད་ཡིན་པ་རེད། གནས་ཚུལ་དེ་ནི་ཐོག་མར་རོའི་ཏེར་གསར་ཁང་ནས་བྱང་ཀོ་རི་ཡའི KCNA ཟེར་བའི་གཞུང་འབྲེལ་གསར་ཁང་ནས་གནས་ཚུལ་སྤེལ་བའི་གནས་ཚུལ་ཞིག་སྤེལ་ཡོད་ཡིན་པ་རེད། དེ་ནི་རྒྱ་ནག་གི་འགོ་ཁྲིད་རྣམས་ཁ་ཚང་ཟ་ལྷག་པའི་ངན། འབྱོར་ཡོད་འདུག་ཅེས་བཤད་པ་དང། གསར་འགོད་སྙན་ཐོ་དེའི་ནང་སོང་བར་བྱས་ན། ད་ལྟའི་ཆར་རྒྱ་ནག་གི་འགོ་ཁྲིད་བྱང་ཀོ་རི་ཡའི་པེའུ་ཡང་ན་སླེབས་པ་དེ་ནི་ཉེ་ཆར་རྒྱ་ནག་གི་སྲིད་འཛིན་ཞི་ཅིང་པིང་བྱང་ཀོ་རི་ཡའི་ཟླ་བ་དྲུག་པའི་ནང་ཐུག་འཕྲད་བྱས་བས་དེའི་འབྲེལ་བའི་རྒྱུན་སྐྱོང་བྱེད་རྒྱུའི་ཆེད་དུ་ཡིན་པ་རེད་ཅེས་བཀོད་ཡོད་པ། དེ་ནི་རྒྱ་ནག་གི་འགོ་ཁྲིད་ཝང་གིས་ཤོད་པར་བྱས་ན། དམར་ཤོག་ཚོགས་པ་དང་གཞུང་གཉིས་ཀྱིས་ཉེ་ཆར། སྲིད་འཛིན་ཞི་དང་བྱང་ཀོ་རི་ཡའི་འགོ་ཁྲིད་ཀེམ་ཇོང་ཨུན་བར་གྱི་འབོད་སྟོན་བྱུང་བའི་གནད་དོན་ཁག་ཅིག་གི་སྐོར་མཇུག་སྐྱོང་བྱེད་རྒྱུའི་ཆེད་དུ་སླེབས་པ་ཡིན་ཅེས་བཤད་ཡོད་པ། སྔར། རྒྱལ་ཁབ་གཉིས་ཀྱི་འགོ་ཁྲིད་གཉིས་བར་འགྲོ་དོན་བྱུང་བ་དེ་ནི་བྱང་ཀོ་རི་ཡའི་གཞུང་འབྲེལ་གྱི་གསར་ཁང་ནས་གནས་ཚུལ་སྤེལ་བར་ལྟར་ན། ཁོང་ཚོས་བཤད་རྒྱུ་ལ། ང་ཚོས་རྒྱལ་ཁབ་གཉིས་བར་སྟོབས་ཤུགས་ལྡན་པའི། འཐབ་ཇུས་དང་ལྡན་པའི་འབྲེལ་བ་དེ་སྔར་ལས་ལྷག་ཡར་རྒྱས་གཏོང་རྒྱུའི། མོས་མཐུན་བྱུང་ཡོད་ཅེས་དེ་དུས་གསར་ཁང་གིས་གནས་ཚུལ་དེ་འདྲ་ཞིག་སྤེལ་ཡོད་ཡིན་པ་རེད། ཕྱོགས་གཞན་ཞིག་ནས་རྒྱ་ནག་གི་གཞུང་འབྲེལ་གྱི་གསར་ཁང་ནས་བཤད་རྒྱུ་བྱས་ན། སྲིད་འཛིན་ཞི་ཅིང་པིང་གིས་བྱང་ཀོ་རི་ཡའི་ལྷན་དུ་ཕྱི་དྲིལ་འབྲེལ་ལམ་གྱི་ལག་བསྟར་ད་དུང་དམག་དོན་གྱི་མཉམ་ལས་ཐོག་ཤུགས་བསྐྱོན་ཡོད་ཅེས་བཤད་ཡོད་ཡིན་པ། ད་ལྟའི་གསར་འགོད་སྙན་ཐོ་དེའི་ནང་བཀོད་པར་ཉེ་ཆར་བྱང་ཀོ་རི་ཡས་པིང་ཡང་ཁོ་ཚོ་ར་ཤི་ཡའི་མོ་སི་ཀོ་ལྷན་དུ་འབྲེལ་བ་ཧ་ཅང་བཟང་དུ་ཕྱིན་ཏེ་ཉེ་ཆར་བྱང་ཀོ་རི་ཡ་དང་ར་ཤི་ཡའི་བར་གྱི་ཕན་ཚུན་གྱི་ཆོས་བདེན་པའི་བདེ་སྲུང་གི་དབྱིག་གཞི་བཞག་ཡོད་པའི་གནས་སྟངས་ཡོད་པ། དང་དེ་མ་ཟད་བྱང་ཀོ་རི་ཡའི་དམག་མི་མང་པོ་ར་ཤི་ཡས་ཡུ་ཀེ་རེན་བར་གྱི་དམག་འཁྲུག་ནང་ར་ཤི་ཡས་ཕྱོགས་བྱས་ཏེ་བྱང་ཀོ་རི་ཡའི་དམག་མི་མང་པོ་ཤི་ཆེད་དམག་རྒྱབ་ཏུ་བཏང་ཡོད་པ། ཡང་རྒྱ་ནག་དང་བྱང་ཀོ་རི་ཡའི་ཕན་ཚུན་གྱི་འབྲེལ་ལམ་དེ་ནི། ཚོང་དོན་གྱི་འབྲེལ་ལམ་ཤུགས་ཆེན་ཞིག་ཆགས་ཀྱི་ཡོད་ཡིན་པ། དེའི་སྐབས་བྱང་ཀོ་རི་ཡ་དང་ར་ཤི་ཡའི་བར་འབྲེལ་ལམ་ཧ་ཅང་ཡག་ཏུ་ཕྱིན་པའི་དུས་ཚོད་དེ་ལ། རྒྱ་ནག་གི་ངོས་ནས་བྱང་ཀོ་རི་ཡ་དང་ཀོ་རི་ཡའི་ཕྱོགས་གསུམ་གྱི་རྒྱ་མཚོའི་སྟོན་པའི་ས་གནས་དེ་ལ་ཤུགས་རྐྱེན་མུ་མཐུད་ཡོང་རྒྱུའི་གནས་སྟངས་གསར་འགོད་སྙན་ཐོ་དེའི་ནང་བཀོད་འདུག་གནད་དོན་དེ་ཐམས་ཅད་ཐོག། ཡུང་མུའུ་ཇིན་ཟེར་བ། བྱང་ཀོ་རི་ཡའི་གནད་དོན་ཐོག་མཁས་དབང་ཡིན་པས། Professor། ཡང་ན་དགེ་རྒན་ཆེན་མོ། Seoul University། ཡང་ན་ལྷོ་ཀོ་རི་ཡའི་རྒྱལ་ས Seoul གྱི་ནང་ཡོད་པའི Seoul མཐོ་རིམ་སློབ་གྲྭའི་ནང་ཕྱག་ལས་གནང་མཁན་གྱི་དགེ་རྒན་ཆེན་པོ་ཁོང་གིས་རོའི་ཏེར་གསར་ཁང་ལ་སོང་བར། ད་ལྟའི་རྒྱ་ནག་དང་བྱང་ཀོ་རི་ཡས་ཁོ་གཉིས་ཀྱི་འགོ་ཁྲིད་མཐོ་རིམ་ཁག་བརྗེ་སྒྲིག་གནང་བ་དེ་ནི། ཁོ་ཚོས་ཕན་ཚུན་གྱི་འབྲེལ་བ་བཟང་དུ་གཏོང་ཐབས་ཡིད་ཡོད་པའི་མཚོན་རྟགས་ཡིན་ཅེས་བཤད་པ་དང། བྱང་དཀར་རུ་ཡས་མཚོན་ན། ཁོང་ཚོས་རྒྱ་ནག་གི་ངོས་ནས་དཔལ་འབྱོར་གྱི་རྒྱབ་རྟེན་ཡོང་རྒྱུའི་རེ་བ་བྱེད་ཀྱི་ཡོད་པ་དང། རྒྱ་ནག་གི་ངོས་ནས་བལྟས་ན། ཁོང་ཚོས་ཀོ་རི་ཡའི Peninsula ཡང་ན་ཀོ་རི་ཡའི་ཕྱོགས་གསུམ་རྒྱ་མཚོས་བཏུམས་པའི་ས་ཆ་དེ་ལ་ཤུགས་རྐྱེན་མུ་མཐུད་ཡོང་རྒྱུའི་ཐད་ད་ལྟའི་འབྲེལ་བ་བཟང་དུ་གཏོང་ཐབས་བྱེད་ཀྱི་ཡོད་པ་རེད་ཅེས་བཤད་ཡོད་པ། ཅེས་ཀྱིས་དེ་རིང་གི་གསར་འགོད་སྙན་ཐོ་འདི་ཡི་སྙིང་བསྡུས་དེ་ནས་ཞུས་ཟིན་པ་ཡིན། དེང་གི་ལས་རིམ་ད་གར་མཚམས་བཞག་རྒྱུ་ཡིན། ང་ནི་ཧྥ་རན་སང་གནས་སྡོད་བྱས་པའི་བོད་རིགས་ཤིག་ཡིན། ངའི་མིང་ཡོན་ཏན་ཟེར་གྱི་ཡོད། གལ་ཏེ། ལས་རིམ་འདི་ཡག་པོ་འདུག་དགོངས་ན། ཁ་བཏགས་ནོན་པ། བརྒྱུད་སྐོར་བྱས་པ། གཞན་ཡང Subscribe གནང་རྒྱུ་མ་རྙེད་པ་གནང་རོགས་གནང། བཀའ་དྲིན་ཆེ། ལས་རིམ་ཇེ་དམན་ནང་བརྗེ་ཡོང།